པའི་སྒོ་བདེ་བོ་དག་ནི་དཔེ་མི་ཟད་ཕན་པོ་འདུག་ར་འདི་ནི་ཞིག་འདི་འདི་གི་དག་ཤོ་ལོ་བ་ཁ་ཤས་ཤིག་རིག་པ་ངོ་སྤྲོད་ཤོ་ལོ་བ་ཁ་ཤས་ཤིག་ཡིན་ཨ་ནི་མ་སྐྱོར་གིན་ཨ་ནི་འདི་དང་མཉམ་དུ་ལ་འདི་ནི་ཨ་འདི་བར་དོ་ཐོས་གྲོལ་ཆུང་པོ་འདིའི་ནང་དུ་ནི་ཨ་ནི་བར་དོའི་ཆོས་དྲུག་བཤད་ཀྱི་ཡོད་རེད་བར་དོ་གི་ཆོས་དྲུག་ཟེར་ནས་གསུང་གི་ཡོད་རེད་དེ་ཡིན་ན་ཡང་ད་ནི་སློབ་དཔོན་དབྱིག་གཉེན་གྱི་ལུགས་ཀྱི་ཆོས་སྔོན་པོ་མཛོད་ཡོད་ནང་དུ་ཨ་ནི་ཨ་ནི་བར་སྲིད་ཟེར་ན་བཞི་འདྲ་བོ་ཅིག་བཞག་གི་ཡོད་རེད་རོ་བར་སྲིད་བཞི་འདྲ་བོ་བཞག་ད་འདི་གཉིས་སྐོར་ལ་ག་འདྲི་ཡིན་མིན་སྐོར་ལ་ཡང་ན་བགྲང་དང་དབྱེ་བ་འདི་ཚོས་ག་རེ་ཟེར་ནས་མ

ད་འདི་ལུང་ག་དུ་ཟེར་ན། དེ་བས་ན། གསོན་པའི་དུས་སུ་ཡང་ཁྱད་པར་བར་དོ་ཐོས་གྲོལ་འདི་ཡིད་ལ་ཤིན་ཏུ་བྱང་བར་བྱེད་པ་ནི་གལ་ཆེའོ། འདི་བཅང་བར་བྱའོ། ཀུན་མཆོད་པར་བྱའོ། བཀླག་པར་བྱའོ། ཚུལ་བཞིན་དུ་ཡིད་ལ་བྱའོ། དུས་གསུམ་དུ་མ་ཆགས་པར་བྱའོ། ཚིག་དོན་ཡིད་ལ་ཤིན་ཏུ་གསལ་བར་བྱའོ། གཤེད་མ་བརྒྱད་དེ་ནས་བྱུང་ཡང། འདི་ཡི་ཚིག་དོན་ཡིད་ལ་མི་བྱེད་པར་བྱའོ། འདི་ནི་ཐོད་རོལ་ཆུ་མོ་ཞེས་བྱ་བ་ཡིན་པས། མཚམས་མེད་པ་ལྔ་བསགས་པའི་མིས་རྣ་ལམ་དུ་ཐོས་ན་ཡང་ངེས་པར་འགྲོ་བར་འགྱུར་རོ་ཟེར། ད་མི་ཕལ་མི་སྡིག་པ་ཆེན་པོ་མཚམས་མེད་པའི་ལས། མཚམས་མེད་པའི་ལྔའི་ལས་བསགས་བྱ་བའི་གང་ཟག་མི་སྡིག་པ་ཆེན་པོ་དེ་འདྲ་ཡིན་ན་ཡང་དེ་ཚོ་གི་ཨ་མཆོད་ལ་ཐོས་པ་ཡིན་ན་ཡང་དེ་ནི་བར་དོའི་སྐབས་སུ་མཐར་གྲོལ་འགྲོ་རུ་ལུགས་རེ་གསུངས་ཏོ། བྱས་ཙང་ད་མི་གཞན་པ་དེ་ཚོ་ལ་གོ་ཡི་ལ་མོ་གོ་བར་བར་རོ། བྱས་ཙང། དེའི་ཕྱིར་ཁྲོམ་ཆེན་པོའི་ནང་དུ་བརླག་པར་བྱ་ཁྲོམ་ཆེན་པོ་ཟེར་ན་ད་རྒྱ་བཟའ་མི་མང་པོ་དེ་འདྲས་སོ

ལགས་པོ་རེད། ནད་པ་ཀུན་གྱིས་གཉིས་སུ་བརླག་པར་བྱ་བ་དང་མི་ནད་པ་ཐམས་ཅད་ཀྱི་འགྲམ་ལ་འགྲོ་ནས་ཨ་ནི་ཁོ་ཚོ་ཡི་སྙད་གོ་འགྲམ་ལ་འདོན་ནས་ཀློག་གོ་རེད། ཨ་ནི། སྟོན་གོ་རེད། སྟོན་པ་སྟོན་ནས་སྐད་བརྒྱབ་ནས་ཨ་ནི་ཤི་བའི་རོ་ཐམས་ཅད་ཀྱི་རྩར་བརླག་པར་བྱ་བ་མི་ཤི་བ་ཡང་ནི་མི་ཤི་བའི་བདེན་ཚིག་གི་ཐམས་ཅད་ཀྱི་རོ་འགྲམ་ལ་ཀློག་རོ་མེད་ན་ནི་བདེན་ཚིག་གི་ཉལ་ཁྲིའི་འགྲམ་ལ་ཀློག་གོ་རེད། རྒྱ་ཆེར་སྤེལ་བར་བྱའོ། འདི་དང་འཕྲད་པ་ནི་སྐལ་པ་ཤིན་ཏུ་བཟང་བ་ཡིན་ནོ། རྟ་འདི་དང་འདི་དང་བར་དོ་ཁྲོ་རོ་ཆེན་པོ་འདི་དང་འཕྲད་པ་དེ་མི་སྐལ་པ་བཟང་པོ་མི་བསོད་ནམས་ཅན་མི་དགེ་བ་བསྒྲུབ་བདེ་བའི་གང་ཟག་གིས་གང་ཟག་ཅིག་གིས་ཁྲིད་ཀྱི་རེད་མ་གཏོགས་ཅི་སྟེ་མི་གང་ཆུང་མང་ཆུང་ཁྲིད་ཀྱི་མ་རེད་གསུངས་འདུག་ར། ཚོགས་བསགས་ཤིང་སྒྲིབ་པ་སྦྱང་བ་རྣམས་མ་གཏོགས་པ་འདི་དང་འཕྲད་པར་དཀའ་བ་རོ་ཚོགས་བསགས་སྒྲིབ་པ་སྦྱང་ནི་དགེ་བ་ཡག་པོ་བསགས་བདེ་བའི་མི་གང་ཟག་བསོད་ནམས་ཅན་འདི་ཚོས་འདི་དང་འཕྲད་ཀྱི་རེད་མ་གཏོགས་ཅི་སྟེ་འདི་ཚོས་མ་ཡིན་པ་འདི་ཚོས་འཕྲད་ཀྱི་མ་རེད་ཟེར་གལ་ཏེ་འཕྲད་ན་ཡང་བློ་ཤོར་བ་དེ་སྲིད་མི་ཁ་ཤས་འདི་ཚོས་དེ་སྟབས་ལེགས་སྟེས་དབང་གིས་འདི་བར་དོ་ཁྲོ་རོ་དང་ཐོས་སོང་བ་ཡིན་ན

ད། ཨ་མ་འདྲ་བ་སྙིང་འདྲ་བ་འདི་རེད། བར་དོའི་གདམས་པ་ཐོས་པ་ཙམ་གྱིས་གྲོལ་བ། ཐོས་པ་ཙམ་གྱིས་གྲོལ་འགྲོ་བ་ནི་མིག་གིས་བལྟས་པའམ་ཀློག་པ་ཙམ་གྱིས་གྲོལ་བ། ཨ་ནི་བར་དོའི་ཐོས་གྲོལ་ཆེན་མོ་ཞེས་བྱ་བ་ཆོས་ཉིད་བར་དོ་འདིའི་ངོ་སྤྲོད་རྫོགས་སོ། སྒྲུབ་ཐོ་ཀརྨ་གླིང་པའི་ཆུ་བོ་གསེར་ལྡན། གསེར་ལྡན་གྱི་འགྲམ་གང་པོ་དར་གྱི་རི་བོ་ནི་གདན་དྲངས་པའོ། གསར་བ་མངྒ་ལམ་གཟི་མདའ་འདི། ད་འདི་དེ་ག་རེ་རེད་ཟེར་ན་ད་འདི་ཨ་ནི། བར་དོའི་ཐོས་གྲོལ་ཆེན་མོ་འདི་རང་ཉིད་གཅིག་པུ་མ་ཡིན་མི་གཞི་མང་པོ་ཞིག་ལ་སྤེལ་དགོས་རེད་ཟེར་བའི་ལུགས་འདི་རེད། ད་འདིའི་སྐབས་སུ་ད་འོག་འདི་ལ་ད་རིག་པ་ངོ་སྤྲོད་སྐབས་སུ་ལ་རིག་པ་ངོ་སྤྲོད་འདི་ད་སེམས་འདི་པད་མེ་ཅིག་ག་འདྲ་རེད་མི་ལ་མིང་འདྲ་མི་འདྲ་བཏགས་ཀྱི་རེད་དེ་དངོས་གནས་དོན་ལ་དེ་ནི་སེམས་ཟེར་དེ་ང་རང་ཚོ་ཐ་མལ་གྱི་ཤེས་པ་འདི་ག་རང་རེད་ཟེར་ལབ་གསུངས་ཡོད། ད་དེ། རིག་པ་ངོ་སྤྲོད་དུ་ག་བ་ལས་རེད་ཟེར་ན། ཤོག་གྲངས་བརྒྱ་དང་དགུ་བཅུ་གོ་གསུམ་ནང་ལ་ཡོད་རེད། ཤོག་གྲངས་བརྒྱ་དང་དགུ་བཅུ་གོ་གསུམ་ནང་ཡོད་པ་དེ་ལས། ཚང་མ་མ་ཀློག་པ་ཅིག་ང་འདི་རིང་ཤོ་ལོ་ཀ་ཁ་ཤས་ཀློག་པ་དེ་ཤོག་གྲངས་བརྒྱ་དང་དགུ་བཅུ་གོ་བཞི་ནི་འགོ་བཙུགས་ཡིན་རོགས། ད་དེ་ག་རེ་འདུག་ཟེར་ན། སེམས་ཞེས་ཟེར་བའི། རིག་རིག་སྟུར་སྟུར་པོ། ཡོད་ནི་གཅིག་ཀྱང་ཡོད་པ་མ་ཡིན་ཏེ། འབྱུང་ནས་འཁོར་ཏེ་བདེ་སྡུག་སྣ་ཚོགས་འབྱུང་ཟེར་བ་ཨ་ཁུག་རྡོ་ཨ། གདོད་ནས་ཐེག་པ་བཅུ་གཅིག་ལྟར་དུ་འདོད། མིང་ནི་བསམ་གྱིས་མི་ཁྱབ་པ་སོ་སོར་བརྟག། ལ་ལ་བདག་ནི་སེམས་ཉིད་སེམས་ཉིད་ཟེར། མུ་སྟེགས་ལ་ལ་བདག་ཅེས་མིང་དུ་བཏགས། ཉན་ཐོས་པས་ནི་གདམས་ངག་གདམས་ངག་ཟེར། སེམས་ཙམ་པ་ནི་སེམས་ཞེས་མིང་དུ་བཏགས། ལ་ལས་ཤེས་རབ་ཕ་རོལ་ཏུ་ཕྱིན་པ་ཟེར། ལ་ལས་བདེ་གཤེགས་སྙིང་པོ་མིང་དུ་བཏགས། ལ་ལས་ཕྱག་རྒྱ་ཆེན་པོ་མིང་དུ་བཏགས། ལ་ལས་ཐིག་ལེ་ཉག་གཅིག་མིང་དུ་བཏགས། ལ་ལས་ཆོས་ཀྱི་དབྱིངས་ཞེས་མིང་དུ་བཏགས། ལ་ལས་ཀུན་གཞི་ཞེས་པའི་མིང་དུ་བཏགས། ལ་ལས་ཐ་མལ་ཞེས་པའི་མིང་དུ་བཏགས། འདི་ཉིད་བདུན་གསུམ་འཇུག་ཚུལ་ངོ་སྤྲོད་ན། ད་ངོ་སྤྲོད་སེམས་ནི་ངོ་སྤྲོད་ན། བརྟགས་པས་འདས་པའི་འདས་པའི་རྟོག་པ་རྗེས་མེད་གསལ་པོར་སྟོང། མ་འོངས་རྟོག་པ་མ་སྐྱེས་སོ་མ་ལ། བདག་ལྟ་བཟོད་མེད་རང་ལུགས་གནས་པའི་དུས། ཐ་མལ་རང་གི་དུས་ཀྱི་ཤེས་པ་ལ་ཐ་མལ་གྱི་ཤེས་པ། དུས་ཀྱི་ཤེས་པ་ལ། རང་གིས་རང་ལ་ཅེར་གྱིས་བལྟས་པའི་ཚེ། བལྟས་པས་མཐོང་རྒྱུ་མེད་པའི་ས་ལེ་བ་ཅིག་ཡོད་ད་ས་ལེ་བ་ཅིག། རིག་པ་མངོན་སུམ་རྗེན་པ་ཧྲིག་གེ་བ། ཅིར་ཡང་གྲུབ་པ་མེད་པའི་སྟོང་ས་ངེ་བ་ཅིག་ཡོད། གསལ་སྟོང་གཉིས་སུ་མེད་པའི་ཡེ་རེ་བ། རྟག་པའང་མ་ཡིན་ཅིར་ཡང་གྲུབ་པ་མེད། ཆད་པའང་མ་ཡིན་ས་ལེ་ཧྲི་ཀའི་བ། གཅིག་ཏུ་མ་ཡིན་དུ་མར་རིག་ཅིང་གསལ། དུ་མར་མ་གྲུབ་དབྱེར་མེད་རོ་གཅིག་དང། གཞན་ནས་མེད་པ་རང་རིག་འདི་ཉིད་ནི། དངོས་པོ་གནས་ལུགས་དོན་གྱི་ངོ་སྤྲོད་འདི། འདི་ལ་སྐུ་གསུམ་དབྱེར་མེད་གཅིག་ལ་ཚང།

དཔེ་ཅི་ཞིག་སྔ་ཕྱི་ཡོད་དེ་ཚང་མ་ཁྱོད་རང་ཚོ་དང་འདུས་ཚོད་ཡོད་ན་དཔེ་ཆ་དེ་དངོས་གནས་ཉོས་ནས་དེའི་རིག་པ་ངོ་སྤྲོད་དེ་གཟིགས་ད་དཔེ་མི་ཅི་གསལ་པོ་གསུང་ད་དེ་སེམས་གསལ་ག་འདྲ་ཡིན་མིན་ད་འདི་གོ་ལ་གསུང་ད་དེ་ད་ལུང་དང་ད་རིག་པ་ངོ་སྤྲོད་ཀྱི་ཤོ་ལོ་ཀ་སྐྱོར་བ་འདི་ཙམ་བཞག་ནི་ད་ད་གི་བར་དོ་ཐོས་གྲོལ་འདིའི་ནང་དུ་ཨ་ནི་བར་དོ་ཆོས་དྲུག་གསུང་བ་ར་ཆོས་དྲུག་དེ་ག་རེ་ཟེར་ན་སྐྱེ་གནས་ཀྱི་བར་དོ་རྨི་ལམ་གྱི་བར་དོ་བསམ་གཏན་གྱི་བར་དོ་འཆི་ཁ་ཡི་བར་དོ་ཨ་ནི་ཆོས་ཉིད་ཀྱི་བར་དོ་དང་ཨ་ནི་སྲིད་པའི་བར་དོ་ཟེར་ནས་དྲུག་བཤད་ཀྱི་ཡོད་རེད་བ།